སངས་རྒྱས་ཐམས་ཅད་ཀྱི་སྙིང་རྗེའི་རང་གཟུགས། འཛམ་གླིང་ཞི་བདེའི་དེད་དཔོན་ཆེན་པོ། བོད་མིའི་དབུ་ཁྲིད་བླ་ན་མ་མཆིས་པ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ། ཐམས་ཅད་མཁྱེན་བརྗེད་གཟིགས་པ་ཆེན་པོ་མཆོག། བོད་གངས་ཅན་གྱི་ལྗོངས་སུ། རྨད་དུ་བྱུང་བའི་ཐུགས་བསྐྱེད་ཆེན་པོས། ཡོངས་སུ་སྨིན་ཏེ། བསྟན་འགྲོའི་དཔལ་མགོན་དུ། སྐུ་ཡི་མཚན་དཔེ་ཡོངས་སུ་བཞེས་ནས། ད་ལྟ་བགྲང་བྱ། ལོ་ངོ་བརྒྱ་ཅུ། ཧྲིལ་པོ་ལ་ཕེབས་པའི། སྐུ་ཡི་གྱ་སྟོན། རྟེན་འབྲེལ། བཀྲ་ཤིས་པའི་ཉིན་མོ་འདི་ལ། དགོན་མཆོག་གང་ཉིད་ལ། སྒོ་གསུམ་གུས་ཕྱག་སྔོན་དུ་བཏང་སྟེ། དོན་བརྒྱུད་བསྟན་པའི་སྲོག་ཤིང། སྐྱབས་མགོན་འབྲུག་པ། འཇིགས་མེད་པདྨ་དབང་ཆེན་མཆོག་གིས། སྐུ་ཡི་ཚབ་དང། གསུང་གི་ཚབ། ད་ག་ནས་ཤིང། དོན་བརྒྱུད་དཔལ་ལྡན་འབྲུག་པའི་མཁན་བླ་སྤྲུལ། རྗེས་འབྲངས་པ་ཡོངས་ཀྱིས་ཚབ་ཞུས་ཏེ། དགའ་དད་སྤྲོ་གསུམ་འཁོལ་བའི་ངང་ནས། གུས་བརྩི་འཚམས་འདྲིའི་བཀྲ་ཤིས་ལེགས་ཞུ་བ་ཡིན། ད་ནང་བཞིན་ད་རིང་སྐུ་ཡི་གྱ་སྟོན། ཨ་ནི་ལོ་རྒྱུས་དང་ལྡན་པའི། དུས་ཚིགས་ཁྱད་པར་ཅན་འདི་ལ་ཡང། ཆིབས་རྒྱུན་བསྐྱངས་པའི། ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་གིས་གཙོས་པའི། དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་གསུམ་གྱི་མཛད་གཙོ་རྣམ་པ། བདག་ནང་བཞིན་རིས་སུ་མ་མཆིས་པའི་ཆོས་བརྒྱུད་ཆེན་པོ་བཞི་གཡུང་དྲུང་བོན་དང་བཅས་པའི་བསྟན་བདག་བླ་ཆེན་རྣམ་པ། བདག་ནང་བཞིན་གདན་ས་ཆོས་སྡེ་ཁག་ནས་ཕེབས་པའི་ཤ་ཆང་གཉིས་ཀྱི་ཆོས་རྗེ་རྣམ་པ་གཉིས་གཙོས་པའི་མཁན་བླ་སྤྲུལ་དགེ་འདུན་རྣམ་པ། བདག་ནང་བཞིན་ས་གནས་འདི་དང། ཕྱི་རྒྱལ་ནས་ཕེབས་པའི་གལ་ཆེའི་སྐུ་མགྲོན། ཨ་ནི་དམིགས་བསལ་ད་ད་རིང་ཧི་མ་ཅལ་མངའ་སྡེའི་གི་ཡ་སྐུ་མགྲོན་གཙོ་བོ་ལ་ཡ་གདན་ཞུས་པའི་གི་ཡ་ཨ་ནི་མངའ་སྡེའི་བློན་ཆེན་བིར་བྷ་དྲ་སིང་མཆོག་ད་ལྟ་དེ་བཞུགས་མི་འདུག་སྟེ་ཡིན་ཡང་ཁོང་གིས་གཙོས་པའི་ཨ་ནི་སྐུ་འཁོར་ལྷན་རྒྱས་ཨ་ནི་ད་ནང་བཞིན་དེ་ལ་ཕེབས་པའི་ཨ་ནི་ཤ་ཁྲག་སྤུན་ཟླ་གཅིག་པའི། བུ་མོ་ལྷན་རྒྱས་ཨེ་ནི་སློབ་ཕྲུག་རྒན་གཞོན་བར་མ་ཚང་མ་ལོག་ལ་ཡ་ད་རིང་གོ་སྐབས་འདི་ལ་ཡ་ངས་དགའ་དད་སྤྲོ་གསུམ་གྱི་ངང་ནས་འཚམས་འདྲི་བཀྲ་ཤིས་ལེགས་སླ་ཡང་ཞུ་ཆོག་པ་བྱས། ད་གོང་དུ་དབུ་ཁྲིད་བླ་ཆེན་རྣམ་པས་ཀྱི་ཡ་སྐྱབས་མགོན་རིན་པོ་ཆེའི་གསང་བ་གསུམ་གྱི་མཛད་འཕྲིན་སྐོར་ལ་ཡ་ཨཱ་ཞུས་བྱས་ཨཱ་ནི་ཅིག་གི་ཨཱ་ད་ལྟ་དེ་ལ་ཡང་བཀའ་སློབ་མང་པོ་ཅིག་གནང་སོང་དེ་འདྲའི་དུས་སྐབས་ལ་ཡང་ཨཱ་ད་ལྟ་ཅིག་ངེད་ཀྱི་ཅིག་ཞུ་ཡས་ཀྱི་དམིགས་བསལ་གྱི་ཅིག་ཚིག་སྒྲོག་ཅིག་གལ་ལྷག་མི་འདུག་ཡིན་ན་ཡང་ད་ཅིག་ད་རིང་གི་གོ་སྐབས་འདི་བརྒྱུད་ནས་ཨཱ་ནི་སྐྱབས་མགོན་རིན་པོ་ཆེ་གི་གར་གསུང་རེ་སྐུ་ཡི་ད་གསུང་ད་ག་ན་བཞིན་ཐུགས་ཀྱི་ཡ་ཨཱ་ནི་གསང་བ་གསུམ་གྱི་མཛད་འཕྲིན་ཟུར་ལ་ཡང་རྗེས་སུ་དྲན་པའི་ཐོག་ནས་ད་ཅིག་མཛད་འཕྲིན་རེ་རེ་ནས་ཡང་ཅིག་ཞུ་དགོས་བྱུང་བ་ཡིན་ན། ང་རང་ཚོའི་སོ་སོའི་སྐད་ཡིག་བློ་ཡིག་ཡང་དཔག་དཀའ་བ་རེད་ད་ག་ནང་བཞིན་ཚིག་ཏུ་ཡང་ཞུ་ཤེས་ཡ་མི་འདུག་སྟེ་ཡིན་ནས་ཡང་ད་ཅིག་སྐྱབས་མགོན་རིན་པོ་ཆེ་མཆོག་གི་སྐུ་གསུང་ཐུགས་ཀྱི་མཛད་འཕྲིན་ཚོ་ཡང་སྙིང་པོ་གྲོགས་ཀྱིས་བསྡུས་ཏེ་ཞུས་པ་ཡིན་ན། དཔེར་ན་ད་ང་རང་ཚོའི་དུས་རྒྱུན་བྱུང་ཡ་ཤེས་ཡོན་ལ་ཐུགས་སྣང་དང་འབྲེལ་བའི་ཐོག་ནས་བཀའ་སློབ་ལམ་སྟོན་དེ་གནང་བ་ནང་བཞིན་ཕྱག་ཐོག་གནང་བ་ལ་བརྟེན་བྱས་ན་ད་ལྟ་ང་ཚོ་དངོས་སུ་མཇལ་ཡོད་པ་ད་དེ་དམངས་གཙོའི་ཀ་བ་གསུམ་གྱི་མཛད་གཙོའི་གྲས་ལ་ཕེབས་ཡོད་པ་རེད་ད་ག་ནང་བཞིན་འཛམ་གླིང་རྒྱལ་སྤྱིའི་མཐོ་རིམ་བསླབ་གྲྭ་ཁག་རེད་ད་ག་ན་བཞིན། དེའི་གཅིག་ཁྲོད་གོ་བ་ཅིག་ཡིན་པ་ཡིན་ནའི་ཡང་ང་རང་ཚོའི་བོད་རིགས་ཀྱི་ཡང་དེང་དུས་ཀྱི་ཤེས་ཡོན་ཡོད་པ་གཅིག་ཤེས་འཇོན་གཉིས་ལྡན་ད་ག་ན་བཞིན་ཚན་རིག་རིག་ད་ག་ན་བཞིན་ཡང་གང་ཅིའི་ཐོག་ལ་ཡོད་པའི་ཡང་རྒྱལ་སྤྱིའི་ཐོག་ལ་འབུར་དུ་ཐོན་པ་ཨནི་ད་ལྟ་ཡང་མཇལ་ཡོད་པ་དང་ཁོང་རྣམ་པས་ཞབས་ཏོག་ཞུས་ཡོད་པ་འདི་ཨནི་ཚོ་ཨནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོས་ཀྱི་ཡང་ཐུགས་བརྩེའི་ལམ་སྟོན་ཨནི་བཀའ་དྲིན་བླ་ན་མེད་པ་ཅིག་ལ་ཡང་ངས་ངོས་འཛིན་ཞུ་གི་ཡོད། ད་འདི་སྤྱི་དང་ཤེས་ཡོན་ཐོག་ནས་རེད་ད་ཆོས་ཐོག་ནས་ཞུས་པ་ཡིན་ན་ང་རང་ཚོ་འདའི་ལས་ཡག་ད་ཅིག་བོད་རྒྱུད་ནང་བསྟན་ཆོས་རྒྱུད་ཞིམ་པོ་ཞིག་གཡུང་དྲུང་བོན་དང་བཅས་པའི་གི་ཡག་བར་ལ་ཡག་ཨ་ནི་མཐུན་ལམ་གྱི་གོང་འཕེལ་རེད་ཨ་གང་ཅིའི་ཐོག་ནས་ཡག་བསྟན་པ་སྤྱི་དང་བྱེ་བྲག་ཨ་ཚང་མ་ལོག་ལ་ཡག་སྐྱབས་མགོན་རིན་པོ་ཆེ་གི་ཨ་གར་སོགས་རེད་ཅིག་ཐུགས་མཛད་གྲལ་བཞི་པོ་ཡོད་རེད་དེ་ཡིན་ན་རིས་སུ་མ་ཆུད་པའི་ཆོས་རྒྱུད་ག་འདྲས་ཅིག་ལ་ཡག་གདན་གདན་འདྲེན་སྙན་གསང་ཞུས་པ་ཡིན་ན་ཨ་ནི་ཅིག་ཕྱག་ལས་སུ་ཡག་གཅིག་གར་སོ་རས་ཕྱེད་ཤ་ཆུང་བསྒྱུར་བྱས་རྗེས་གར་མདའ་དངོས་སུ་སྐུ་ངལ་འཛེམས་མེད་དུ་འཕེལ་རྗེས་ཆོས་འཁོར་ལོ་རྒྱུན་མི་ཆད་པས་བསྐོར་བ་ལ་བརྟེན་རྗེས་ང་རང་ཚོ་ཆོས་བརྒྱུད་ཆེན་པོ་ཚང་མ་དེའི་ནང་ནས་དོན་གྱི་དཔལ་ལྡན་འབྲུག་པའི་ཆོས་བརྒྱུད་བླ་མ་མི་དམངས་ཚང་མས་ཡོངས་སུ་ཚབ་ཞུས་རྗེས་ངས་བཀའ་དྲིན་བླ་ལྷག་ཏུ་ཆེ་ཞེས་ཡང་ཞུ་ཆོག་པ་ཞུ། ད་ནས་བཞིན་ཆབ་སྲིད་ཐོག་ནས་ཞུས་པ་ཡིན་ན། སྤྱི་དང་འཛམ་བུ་གླིང་རྒྱལ་ཁབ་མང་པོ་འབྱོར་ཏེ་ཡིན་ན་ཡང་དམངས་གཙོའི་གི་ཡ། གཅིག་ང་རང་ཚོའི་གཅིག་གཞུང་ག་འདྲས་ཀྱི་ཡོད་པ་ཡིན་ནའི་སྡུག་ཕ་བལྟས་བསྡད་དུས་མི་མང་རང་གིས་འཐབ་རྩོད་བྱེད་ཆེད་མཐའ་མ་འགྲོ་གཅིག་རྒྱལ་ཁ་གཅིག་ཐོབ་ཆེད་སོ་སོ་སོའི་རྒྱལ་ཁབ་དེ་ཡང་དམངས་གཙོས་ཟིང་ཐུབ་པའི་དེ་འདྲས་ཆགས་བསྡད་ཡོད་རེད་ཡིན་ནའི་ཡང་ང་རང་ཚོའི་དམིགས་བསལ་ཡང་སྡེ་དབུས་བོད་མིའི་སྒྲིག་འཛུགས་འདྲ་བོ་མཚོན་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་གི་ལོ་མང་པོ་གཅིག་ནས་ཡང་ད་གང་ལྟར་དམངས་གཙོའི་གི་ཡང་ལམ་ལ་ཡང་རྒྱུ་རྒྱུ་ན་ཡང་གི་བཀའ་སློབ་ལམ་དེ་རིམ་པ་ཕེབས་ཆེད་མཐའ་མ་ད་ཉེ་བའི་ལོ་ཤས་སྔོན་ལ་ཡང་ཨ་ནི་ཅིག་སྐྱབས་ངོར་མི་ཅིག་གིས་ཆབ་སྲིད་ཀྱི་ཨ་ནི་ཅིག་མཛད་མཁན་འདི་ཕག་རྟགས་ག་འདར་ཅིག་གིས་གཙོ་བོ་ང་རང་ཚོའི་ད་ཅིག་ན་གཞོན་ཕོ་མོ་ལ་ཡང་ཅིག་རེད་ད་ག་ན་བཞིན་ཕུགས་རྒྱང་རིང་པོའི་དགོངས་པ་ཆེ་ཤེས་ཀྱི་ཐོག་ནས་ཨ་ནི་སྲིད་ཀྱི་ཆབ་སྲིད་སྐུ་དབང་ཆ་ཚང་ང་རང་ཚོ་མི་དམངས་ལ་གནང་ཆེ་འདི་འདྲའི་གི་ཡང་ད་ཅིག་འཛམ་གླིང་རྒྱལ་ཁབ་ནང་ལོགས་ལ་ཡང་དམངས་གཙོའི་གི་ད་ཅིག་ལམ་ལུགས་ད་རང་དབང་འདི་ཆ་ཚང་མ་མ་འདུག་ཡང་གསོལ་རས་གནང་མཁན་འདི་ཕལ་ཆེན་དཀོན་པོ་ཞུ་ཡོད་ཅིག་རེད་འདི་ཡིན་འདི་ཟེར་ན་སྐྱབས་མགོན་རིན་པོ་ཆེ་གི་ཡང་འདི་འདྲའི་གི་ཡང་ཅིག་ཆབ་སྲིད་ཀྱི་ཐོག་ནས་འཕོ་འགྱུར་ཆེན་པོ་གནང་ཡག་དེ་རླབས་ཆེན་གྱི་ཡང་གཟི་བརྗིད་ཅན་གྱི་ཡང་མཛད་འཕྲིན་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། ཨ་ནི། ད་ག་ནང་བཞིན་འཛམ་གླིང་རྒྱལ་སྤྱིའི་སྟེང་ལ་ཞུས་པ་ཡིན་ན། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་ཡང་གཙོ་བོ་ད་ང་རང་ཚོ་ནང་པ་སངས་རྒྱས་པའི་གི་ཡང་བཀའ་བསྟན་བཅོས་ཀྱི་ད་ཉམས་ལེན་གྱི་སྙིང་པོ་དེ་བྱམས་དང་སྙིང་རྗེ་ཡི་གསུང་གོ་རེད། བྱམས་དང་སྙིང་རྗེའི་ཉམས་ལེན་འདི་ཐིལ་དང་གཙོ་བོ་བཟུང་བྱས། ཡིན་ན་ཡང་ཆོས་ཀྱི་ཐོག་ནས་བཀའ་མོལ་མེད་པར་བྱས། འཛམ་བུ་གླིང་གི་ཡང་ཆོས་ལུགས་དབུ་ཁྲིད་ག་འདྲས་ཅིག་ཡིན་པ་ཡིན་ན་ཡང་བྱམས་དང་སྙིང་རྗེ་གི་ཉམས་ལེན་གཞིར་བཟུང་གི་ཐོག་ནས་ཡང། ཆོས་ལུགས་དེ་འཛམ་བུ་གླིང་ལ་ཡོད་པའི་ཆོས་ལུགས་ཁ་ཆེ་རེད་ཡེ་ཤུ་རེད། བདག་ནང་བཞིན་ཧིན་རྡུ་རེད་དེ་མ་ཡིན་པའི་གི་ཡང་དེ་དང་དེས་མཚོན་པའི་ཆོས་ལུགས་མང་པོ་ཅིག་གི་ཡང་དབུ་ཁྲིད་ཀྱི་བར་ལ་ཡང། བྱམས་སྙིང་རྗེ་གི་ཡང་བཀའ་སློབ། ཕ་གོ་རྟོགས་སྤེལ་བྱས། དེ་རིགས་ག་ཚང་ཡང་འཛམ་གླིང་ནང་ལ་ལ་དངུལ་འདེད་དངུལ་གནས་གི་ཡང། ལུང་པ་གཞན་པ་གི་དབུ་ཁྲིད་ཚོ་ཡང་དངོས་གནས་དཔེ་ལ་ཡ་ཅིག་ཡོད་པའི་གི་འདི་འདྲའི་གི་རླབས་ཆེན་གི་གཟི་བརྗིད་ད་ནང་བཞིན་ཅིག་བྱམས་དང་སྙིང་རྗེ་མཉམ་གནས་གཞི་བཟུང་བའི་ཐོག་ནས་ཨ་ནི་མི་རིགས་ད་དཀར་ནག་སེར་གསུམ་འདྲ་མི་འདྲ་ཡོད་འདི་འདྲའི་གི་ཡ་མི་རིགས་གི་དབར་ལ་ཡ་དམིགས་བསལ་གི་མཐུན་ལམ་བཀའ་སློབ་ད་ནང་བཞིན་ད་ཅིག། སྐྱབས་ངོར་མི་ཆེ་གི་སྐུ་ཡི་མཛད་འཕྲིན་ལས་ཡང་ཅིག་ཆེ་བསྟོད་ཀྱི་གཟེངས་རྟགས་མཚོན་པ་ཡིན་ན། འཛམ་གླིང་རྒྱལ་སྤྱིའི་གི་ཡང་ཞི་བདེ་རེད་ཞི་བདེའི་གཟེངས་རྟགས་རེད་ད་ག་ན་ཞིག་ཨ་རིའི་གསེར་གྱི་རྟ་མེ་མཚོན་པའི་གི་ཡང་ད་ག་འདིར་གཟེངས་རྟགས་བརྒྱ་ཕྲག་ལྷག་ཅིག་འབུལ་བཞེས་མཛད་ཆེ་ད་འདི་ཚང་མ་ག་རེ་མཚོན་སྐོར་ལབ་པ་ཡིན་ན། སྐྱབས་ངོར་མི་ཆེ་གི་ཡང་སྐུ་གསུང་ཐུགས་ཀྱི་མཛད་འཕྲིན་ཟུར་ལས་ཡང་ཨ་ནི་ཅིག་ང་རང་ཚོ་ད་བོད་མི་ཙམ་མ་རེད་འཛམ་གླིང་སྐྱེ་འགྲོ་ཚང་མས་ཀྱི་ཡང་དངོས་གནས་བསྔགས་བརྗོད་ཞུ་ཡོད་ས་ཅིག་དང་དགའ་མོས་ཞུ་ཡོད་ས་ཞིག་དང་འདི་འདྲས་ཀྱི་དབུ་ཁྲིད་རླབས་ཆེན་ཞིག་ལ་ཡང་ངོས་འཛིན་ཞུ་གི་འོ་རེད་འདི་ཡིན་འདི་ཙམ་ལ་འདི་ང་རང་ཚོ་ཚང་མ་ཡང་ཅིག་དགའ་བ་དང་སྤོབས་པ་དང་ཅིག་ཚང་མ་ཅིག་སྐྱེས་ཡོད་པ་ཅིག་དང་དམིགས་བསལ་དེ་ཡང་བཀའ་དྲིན་ཆེན་པོ་ཡིན་ཟེར་གྱི་ཞུ་ཡས་ཡིན། ཨཱ་ནི་འདི་འདྲ་ཡིན་རྒྱུ་ག་ལ་ཡག་ད་ད་རིང་ཨཱ་ནི་དམིགས་བསལ་གྱི་བཞུགས་སྒར་རང་ལ་སྐྱབས་མགོན་རིན་པོ་ཆེ་ཚོགས་མགོན་དབུ་བཞུགས་ཐོག་ལ་ཨཱ་ནི་དེ་སྐུ་ཡི་གྱ་སྟོན་ཨཱ་ནི་ཅིག་མཛད་འཕྲིན་གྱ་ནོམ་པ་ཆེ་འདི་འདྲས་ཀྱི་ནང་ལོགས་ལ་ཡང་བཅའ་ཡག་གི་བྱུང་བ་དེ་ང་རང་ཡེ་ནས་སྐལ་བ་བཟང་པོ་ཞུ་བཞིན་བསམ་གྱི་འདུག་དེ་མ་ཡིན་པ་ནས་ད་རིང་གི་ཡང་ཉིས་སྟོང་བཅོ་ལྔ་གི་ལོ་དེ་ཨཱ་ནི་བོད་ཀྱི་ལོ་རྒྱུས་ནང་ལོགས་ལ་ཡང་དམིགས་བསལ་གྱི་ཡང་ནི་གཅིག་གིས་བཀྲ་ཤིས་པ་དང་ནི་དཔལ་ཕུན་སུམ་ཚོགས་པ་དང་ལྡན་པའི་ལོ་རྒྱུས་ཞིག་ལ་ངས་ངོས་འཛིན་ཞུ་གི་ཡོད་གང་ཡིན་ཟིན་པ་ཡིན་ན་འདི་ལ་ཡང་དམིགས་བསལ་གྱིས་ང་རང་ཚོ་བོད་གཞུང་མང་ཡོངས་ནས་ཡང་བཀའ་དྲིན་རྗེས་དྲན་གྱི་ལོ་ཞིག་ལ་སྲུང་བརྩི་ཞུ་བསྡད་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཙམ་ལ་ད་ད་རིང་འདིའི་གཙོ་བོ་གྱུར་པའི་ཡང་ནི་ས་གནས་གང་ས་ག་ལ་ཡང་ད་ཅིག་ནི་ཁ་སུ་རེད་སྐྱབས་མགོན་རིན་པོ་ཆེ་ད་བཀའ་དྲིན་རྗེས་དྲན་རེད་ད་ག་ནང་བཞིན་སྐུ་ཚེ་ཞབས་པད་བརྟན་པའི་ཆེད་དུ་ཨ་ནི་བཀའ་བསྟན་འགྱུར་འགྲོ་ཡ་རེད་ད་ག་ན་ཤིང་དེ་ནི་ཡ་བརྟན་བཞུགས་ཚེ་སྒྲུབ་ཕུལ་ཡ་རེད་ཨ་ནི་ད་ག་ན་ཤིང་གཅིག་སྐྱབས་མགོན་རིན་པོ་ཆེ་གི་ཡ་སྐུ་ཚིག་ལ་ཕན་པའི་ཆེད་དུ་དེ་ནི་ཡ་གཅིག་ང་རང་ཚོའི་ཁོར་ཡུག་གི་ཆེད་དུ་སིང་ན་ཤིང་ན་རྩེ་ཤིང་འདེབས་འཛུགས་གནང་ཡ་གི་མཚོན་པའི་ད་ག་ན་ཤིང་སེམས་ཅན་སྲོག་བླུ་ཚེ་བདག་གནང་ཡ་གི་མཚོན་པའི་དེ་འདྲའི་གི་ཡ་དགེ་སྒྲུབ་ཀྱི་བྱ་བ་མང་པོ་ཅིག་སྤེལ་བསྡད་ཡ་དེ་གཙོ་བོ་ད་སྐྱབས་མགོན་རིན་པོ་ཆེ་ཡ་སྐུ་ཚེ་ཞེས་པའི་བསྟན་པའི་ཆེད་དུ་རེད་དེ་ཡིན་ན་ཡང་འདི་ལས་ལྷག་ཅིག་རྒྱ་གར་མི་ཆི་རང་གི་ཁ་སང་སྐུ་དངོས་སུ་གཞས་དྲོ་མོ་རང་ནས་གསུང་ཡས་དེ་གར་གསུང་ཟ་བས་ན། ཡིན་ན་གང་ལྟར་གང་ཡིན་ནས་མིན་ནས་ད་རྒྱ་གར་མི་ཆི་དགོངས་པ་དང་མཐུན་པ་ང་རང་ཚོ་ཆོས་འཇིག་རྟེན་བྱ་བ་ག་འདྲས་ཅིག་བྱེད་པ་ཡིན་ན་དེ་ད་བླ་མའི་ཞབས་ཏོག་ཡང་དེ་ཡིན་སྒྲུབ་པའི་ཞབས་ཏོག་ཡང་དེ་ཡིན་ཚེ་སྒྲུབ་ཞུ་ན་ཡང་དེ་ཡིན་བརྟན་བཞུགས་ཞུ་ན་དེ་ཡིན་ཟེར་གྱི་འདི་འདྲས་ཅིག་བཀའ་གནང་ཡོང་དུས་ག་ལ་ཡིན་ད་རིང་འདི་སྐྱ་སེར་ཕོ་མོ། ཕེ་ངེ་ཕེ་ཞུ་ངེ་ཚང་མོ་ལོག་གི་ཡ་དེ་ཐུགས་ལ་བཅང་བྱས་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་དེ་འདྲའི་ཅིག་ཡ་ཨ་ནི་ཕྱག་ལེན་ལ་ཡ་ཅིག་གནང་གི་ཡིན་ཟེར་བའི་དམ་བཅའ་ཅིག་ཞུས་པས་ནས་ཡག་པོ་ཡོད་རེད་དྲན་གྱི་འདུག། ད་ད་ག་ན་བཞིན་ད་དེ་ང་ཡ་དེ་སྐྱབས་མགོན་འབྲུག་པའི་སྐུ་ཚབ་བྱེད་ཀྱི་ལྕགས་ཧབ་རེད་དེ་འདྲས་ཡིན་དུས་ག་ལ་ད་འབྲུག་པའི་གི་ཡ་ཆོས་རྒྱུད་རྗེས་འབྲང་པ་ཚང་མས་གི་ཚབ་ཞུས་ཀྱི་ད་རེ་ག་རེ་ཞུ་ཡས་ཟེར་ན་ཨན་དུས་ད་རྣམ་པ་ཀུན་ཏུ་མགོན་པོ་གང་གི་བཀའ་དྲིན་རྗེས་སུ་དྲན་པའི་ཐོག་ནས་མགོན་པོ་གང་ཉིད་ཀྱི་དགོངས་གཞི་དང་མཐུན་པར་ཆོས་དང་འཇིག་རྟེན་གྱི་བྱ་བ་གང་ལའང་ཚུལ་ཚུལ་བཞིན་དུ་བྱས་དང་བྱེད་མུས་ཁར། འབྱུང་འགྱུར་གྱི་དུས་སུའང། དགོངས་མཆོག་མགོན་མཆོག་གང་ཉིད་ཀྱི་དགོངས་གཞི་དང་མཐུན་པར། བྱམས་དང་སྙིང་རྗེའི་ཉམས་ལེན་དེ་མཐིལ་དང་གཙོ་བོར་བཟུང་ནས། སྤྱི་ཚོགས་ནང་ལ་བདེ་སྐྱིད་བསྐྲུན་ཐབས། དག་སྣ་བཞིན་རྩི་ཤིང་འདེབས་འཛུགས་ཀྱིས་མཚོན་པའི་ཨན་གཙོ་བོ་དག་གོ་ལ་སྤྱི་དང་ཧི་མ་ལའི་རི་རྒྱུད་ལ་ཡང་ཁོར་ཡུག་སྲུང་སྐྱོབ་ཞུ་ཡས་ལ་འབད་བརྩོན་ཞུ་ཡས། ལྷག་པར་དུ་རང་ཅག་ཁ་བ་རི་པའི་གཅེས་ནོར་སངས་རྒྱས་ཀྱི་བསྟན་པ་སྤྱི་དང་བྱེ་བྲག་ཐམས་ཅད་མགོན་པོ་གང་ཉིད་ཀྱི་དགོངས་པ་དང་མཐུན་པར་བཤད་སྒྲུབ་ལས་གསུམ་གྱི་སྒོ་ནས་གང་ཐུབ་ཀྱིས་ཞབས་ཏོག་ཞུ་རྒྱུའི་དམ་བཅའ་ཞུ་རྒྱུ་ཡིན། མཐའ་དོན། སངས་རྒྱས་ཐམས་ཅད་ཀྱི་སྙིང་རྗེའི་རྭ་གཟུགས་འཕགས་པ་སྤྱན་རས་གཟིགས་སྐུ་སྐྱེ་དེ་མ་ཐག་པ། སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ་མཆོག། སྐུ་གཟུགས་སྐུ་ཚེ་ཞལ་པད་མགོན་པོ་ཚེ་བདག་ཡེར་པའི་ངོ་བོར་བསྟན་ཅིང། ཐུགས་ཀྱི་བཞེད་དོན། བཞེད་དོན་མཐའ་དག་འབད་མེད་ལྷུན་གྱིས་འགྲུབ་པ་དང། ང་རང་ཚོ་ད་བོད་གཞིས་བྱེས་གཉིས་ལ་ཡོད་པའི་བོད་མི་ཚོས་རིང་ནས་སྙིང་དུ་བརྣག་པའི་ད་སྡོད་པའི་དོན། བོད་དོན་བདེན་མཐའ་དེ་མྱུར་དུ་གསལ་བྱས། བོད་གཞིས་བྱེས་མཉམ་འཛོམས་ཡོང་བའི་སྐལ་བཟང་གི་ཉི་མ་མྱུར་དུ་འཆར་བའི་སྨོན་འདུན་ཤུགས་དྲག་དང་བཅས་ཞུ་བས་ཡིན་ཐུགས་རྗེ་བཀའ་དྲིན་བླ་ལྷག་ཏུ་ཆེ།